ཨོ། སྣང་སྟོང་རིག་ལས་སྣང་ལ་འཇུག་པས་དེ་ནི་བན་ཨོ་ལ་སོགས་དོན་གཉིས་ཅན། བྱེ་བྲག་བྱུང་གསུང། ཚང་མ་ལ་ལ་བཀྲ་ཤིས་བདེ་ལེགས་དགུང་ཁམས་བཟང་ཞུ་ཡ་ཡིན་ད་ངས་ནི་དགོངས་ཚོར་ཞུ་ཡ་བྱེད་ལ་ངའི་ཟླ་གོར་ཕྱི་བོ་ཆགས་ཅན་ནི་པ་ཞུ་ཡ་རག་མ་སོང། ཨོ་ལ་སོགས་ད་ག་ཙང་དེ་ནི་མ་ད་མཚན་མའི་བསྟན་བཅོས་དེ་ནི་གདམས་པ་བཤད་སྟངས་དེ་ད་ཐུན་མོང་མ་ཡིན་པ་རྒྱུད་བདག་ཉིད་ཆེན་པོ་ལ་ད་ཐུན་མོང་མ་ཡིན་པ་དེ་བྱུང་བ་རེད་བ། འོ་ད་དེ་ང་རང་ཚོ་བ་ནི་ཅིའི་ངོ་ཞེས་པའི་ཐོག་ནས་ནི། འོ་ད་ཚེ་མ་ནམ་འབྲས་ལ་སློབ་གཉེར་གནང་དུས་ག་ལ་ད་ང་ནི། འོ་དེ་གལ་ཏེ་ཅིག་ངེས་ཤེས་ཡོད་པའི་ཐོག་ནས་གནང་ན་ཞེས་པའི་རྗེས་ཡག་པོ་འདུག་དཔེར་ན་རྒྱ་བཟའ་ཐང་རྒྱལ་གཅེན་པ་གི་གནང་འབྲས་ད་ལན་ས་བརྗེ་ནས་ལུགས་ལྡོག་གི་འོ་དེ་བ་ཅིག་ལ་ཡོད་བ། འོ་མདོར་ན་དེ་ནི་གཞུང་འདིའི་དབུས་ཞབས་ཐམས་ཅད་དུ། སྐྱབས་འགྲོ་མ་ཕོག་པ་མེད་གསུངས་འདུག། དེ་དང་མཚན་མ་རྣམ་འགྲེལ་གྱི་གཞུང་དབུ་ནས་བཟུང་སྟེ། མཇུག་མ་རྫོགས་ཀྱི་བར་དུ་དེ་ནི་སྐྱབས་འགྲོ་འཕང་བདེ་གི་རེ་ཞིག་སྐྱབས་གསུམ་རིག་པའི་རྒྱུད་ཀྱི་གྲགས་པའི་གཞུང་གསུང་གདའ། དེ་དང་ནི་སྐྱབས་གསུམ་གྱི་རིག་པའི་དྲུག་སྡེ་སྦྱོར་བ་དག་གཙོ་བོ་དེ་དག་མཚན་མ་རྣམ་འགྲེལ་གྱི་དགོས་འདུན་ཏེ། སྐྱབས་གསུམ་དང་བདེན་བཞི་བླང་དོར། ད་དེ་ནང་ནས་ནི་སྐྱབས་སེམས་རིག་པའི་སྒྲོན་འདི་སངས་རྒྱས་ཀུན་གྱི་རིག་པའི་སྒྲོན་འདི་སྟོན་པ་ཚད་མར་བསྒྲུབས་པའི་ད་ཐབས་ཚུལ་དེ་ཚོ་ཆགས་འདི་གི་དུ་བ། ཆོས་ཀུན་གྱི་རིག་པའི་སྒྲོན་འདི་བདེན་བཞི་ནི་རིག་པའི་སྒྲོན་དེ་བླང་དོར། བདེན་བཞི་བླང་དོར་ནི་རིག་པའི་སྒྲོན་དེ་ཆགས་འདི་གི་དུ་བ། འོ་དེ་ད་དེ་ནི་དེ་ནི་དགེ་འདུན་ཀུན་སྤྱོད་ད་འོ་ལ་སོགས་རིག་པའི་འབད་མེད་དུ་འགྲོ་འོང་གོ་རེ་བ། འོ་ད་དེ་བྱས་ནས་ནི་རྒྱལ་ཚབ་རིན་པོ་ཆེ་ལ་བཅས་ལ།

དེ་ནི་བས། སྐྱབས་སོང་རིག་པའི་སྒྲུབ་བ་དང་སངས་རྒྱས་དཀོན་མཆོག་ཨ་ནི་སྟོན་པ་ཚད་མ་ཡིན་པར་སྒྲུབ་བ་དེ་ཚོ་རིག་པའི་ལམ་ཁོ་རང་ནས་རིག་ལམ་ཁོ་རང་ནས་ལོང་གྲངས་བྱ་བ་ཙམ་མ་ཡིན་པའོ་རིག་ལམ་ཁོ་རང་ནས་ཨ་ནི་གཏན་ལ་ཕབ་བྱ་དེ་དག་ཚད་མ་རྣམ་འགྲེལ་དེ་རེ་བྱ་སོང་ལ་དང་ཚད་མ་དེ་ཚད་མའི་གཞུང་དེ་རེ་བྱ་དེ་ཡིན་དུས་ཨ་ནི་ལག་པ་དགའ་བ་རྙེད་སོང་གསུངས་ནོ་དུ་གསུངས་གསུངས་གི་ཡོད་ར་འདི་ནང་ལ་གསུངས་བ་རེ་རྩིས་དེ་ནང་དེ་འདྲས་གསུངས་འདུག་ཨ་དེ་བྱས། དེ་ནས་ད་དེ་རིང་ང་ཚོ་འདི་ནས་མ། ད། ཁ་སང་དེ་ནས་ཚད་མ་ལ་ལོ་ཉེས་བྱེད་དགོས་ཡག་གི་རྒྱུ་མཚན་དེ་ཞུས་ཚར་རེད། དེ་ནས་ད་མཐོང་ནས་ལྷག་པར་ཚུལ་དེ་དཔྱད་པ་ན་ཚད་མ་ཀུན་ལས་བཏུས་པའི་ཆོས་བརྒྱུད་དོན། ཚད་མ། ཚད་མ་གྲུབ་པར་ལུང་འབྱུང་ལུང་རྟོགས་ཀྱི་རྣམ་གྲོལ་དོན་འདི་གཉིས་ལ་སྐྱོན་ལྡན་གྱི་ཚད་མ་གྲུབ་ཤིང་ད་དེ་གལ་ཆེན་པོ་ཞིག་འོད་ཀྱིས་བཟུང་འོ་རེ་བ་ད་ཚད་མ་ཀུན་བཏུས་ཡིན་ན།

ཨ་ནི་དཔལ་ཆོས་ཀྱི་གྲགས་པ་གེ་སར་ལེ་ཝི་རྙིང་པ་གི་ལྟ་གཞུང་མང་པོ་དེ་དག་དེའི་ཚིག་རྐང་གཉིས་དེ་གི་དོན་དག་རེད་བ། ད་དེ་ལ་དེ་ནས་ལུང་སྦྱོང་གི་སྒོ་ནས། སྟོན་པ་ལམ་གང་ནས་བྱོན་པའི་ཚུལ་བཤད་པ་དང་ལུགས་ལྡོག་གི་སྒོ་ནས་དེ་ལྟར་བྱོན་པའི་ཤེས་བྱེད་བསྟན་པ། ཟེར་བ་དུག་ཚིག་བྱས་ནས་གཉིས་ཀྱི་སྒོ་ནས་བསྒྲུབས་ཀྱི་ཡོད་ར། ད་ཨ་ལས་དང་པོ་དེ་ལ་དང་དེའི་ཚིག་ཁོ་རང་བགོ་བཤའ་རྒྱག་སྟངས་འདྲ་བ་ཅི་མ་ཅི་ཞུས་ན། ད་ཚད་མར་གྱུར་པ། ཟེར་དེ་གི་ད། སྟོང། ཨ་ནི། མཚན་མ་འགྲོ་འཇུག་གི་དེ་ནི་ཆོས་ཅན། སྟོན་པ་སངས་རྒྱས་བཅོམ་ལྡན་འདས་མཚན་མའི་སྐྱེས་བུ་དེ་ངོས་བཟུང་བར་མཚན་མར་གྱུར་པ། ད་དེ། སྟོན་པ་མཚན་མ་བསྒྲུབ་པ་ལ་དེ་ཡི་སྔོན་དུ་ཨ་ནི་ཨཱ་ལི་འཁོར་བ་མཚན་མ་འཁོར་བ་མི་བསླུ་བ་འཁོར་བར་གཏན་ལ་འབེབས་དགོས་འདུག་ག་ལ་ཨ་ནི་མཚན་མ་ཀུན་འདུས་ཀྱི་རྣམ་ལོག་ལ། གཙོ་བོ། མཚན་མའི་སྐོར་ཏེ།

རྟག་པར་རང་བྱུང་གི་ཚད་མ་མ་རེད། ག་རེད་ཟེར་ན་ལམ་ཉམས་སུ་བླངས་ནས་ཐུགས་ཉམས་སུ་བཞེས་པའི་སྒོ་ནས་གོམས་པ་རིམ་པ་བཞིན་དུ་ཐབས་ཤེས་ཀྱི་གོམས་པ་རིམ་པ་བཞིན་དུ་དེ་ནས་བགྲོད་ནས་ཨ་ནི་ཚད་མ་གྱུར་གསུང་བ་རེད། ཚད་མ། གྱུར་པ་མེད་པའི་རྒུད་པ་དང་རྣམ་འགྲེལ་རྣམས་ལ་སྤྱོད་པ་གཉིས་གསུངས་ཏེ་ཡིད་ཀྱི་སའི་ཡུལ་བའོ་ད་དེ་རེད་བ། གྱུར་པ་མེད་པའི་རྒུད་པ་མང་པོ་བསྒྲུབས་ཡོད་བའོ་དེ་གི་རྟག་པར་རང་བྱུང་གི་ཚད་མའི་ཚད་མ་གང་ག་བཀག་པ་རེད་བ། ཨོ་དེ་ཅི་རེད། དེ་སྐྱེས་ཏེ་མཚན་མ། མཚན་མར་གྱུར་པ། མཚན་མ། ལ་འོངས་ཏེ་ནི། ད་འཁོར་འདས་གཞི་བླང་དོར། ལ་སོགས། སྟོན་པ་ལ་ནི་མི་སླུ་བར་བྱེད་ལ་མཚན་མ། དེ་ཕྱིར་ཚད་ཡིན། ད་ལོངས་སྤྱོང་གི་སྒོ་ནས་ནི་བས་མཐའ་བཞི་གི་ལང་ཉག་ལོ་ཆ་ཚང་མ་ལུགས་ལྡོག་དང་བཅས་པ་བཀག་ནས་མ་སོང་དུས། ད་དེ་མཐའ་དེ་ནི་ལུགས་ལྡོག་གི་འགོག་སྟེ་དེ་ཕྱིར་ཚད་ཡིན། རྒྱུ་མཚན་ཆ་ཚང་གི་སྒོ་ནས་དེ་ཡིན་ཙང་ནི་སྟོན་པ་ཚད་མ་ཡིན་སོགས་ཚད་མ་གྱུར་པ་སི་ཐེར་བ་དེ་ཕྱིར་ཚད་ཡིན་གསུང་བར་བ། ད་དེ་ནི་མ་ཚད་མ་གྱུར་པ་དེ་ནི་ད་བ་ལ་སོགས་དང། ཨ་ནི། ཐོག་མའི་སྒྲུབ་བྱེད་དེ་ཨ་ནི་ཐུགས་རྗེ་ཆེན་པོ་བརྩེ་བ་སྙིང་རྗེ་ཆེན་པོ་དང་པོའི་སྒྲུབ་བྱེད་ཡིན་སི་བར་བ། ད་ལུང་སྦྱོང་གི་སྐབས་སུ་སྟོན་པ་ཚད་མར་སྒྲུབ་པའི་ཐད་རིགས་པ་བཞི་ཡོད། ལུགས་ལྡོག་གི་སྐབས་སུ་རིགས་པ་བཞི། ལུང་སྦྱོང་གི་ཡན་ནི་རིགས་པ་བཞི་སྟེ། ལ་སོགས་འབྲས་བུ། འབྱུང་རུང་སྒྲུབ་པ། ལུགས་ལྡོག་གི་སྐབས་སུ་དེ་ལྟར་དཔྱོད་པའི་ཤེས་བྱེད་བསྟན་གོ་ཡན་ས་ནི། ཨ་ནི་རྒྱུ་སྔ་མ་སྔ་མ་སྔོན་དུ་བཏང་ནས་དེ་ནི་རྟོགས་པ་དེ་རྙེད་པ་རེད་མ་གཏོགས་གཅིག་གིས་རྒྱུ་མེད་རྐྱེན་མེད་ལ་རྙེད་འོང་མ་རེད་ཟེར་ནའོ་ཐུགས་སུ་བྱས་ནས་སྒྲུབ་འོང་དུས་དེ་ལྟར་བྱོན་པའི་ཤེས་བྱེད་བསྟན་པ།

ད་དངོས་སུ་མིང་གི་སྙིང་རྗེ་གི་མིང་གི་སྨོས་པ་རེད་མ་གཏོགས་ད་བྱང་ཆུབ་ཀྱི་སེམས་དབང་དེ་ག་རང་ཡོད་ཡོད་མ་རེད་བ་ཁོ་བྱང་ཆུབ་ཀྱི་སེམས་ཟེར་བ་སྙིང་རྗེ་ཆེན་པོ་ཡོད་ན་བྱང་ཆུབ་ཀྱི་སེམས་ཁོ་ཞུགས་མ་ཐུབ་གི་ད་དེ་འདྲི་བའི་བྱང་ཆུབ་སེམས་ཡོད་ཡོད་མ་རེད་བ། ཨོ་དུག་སེ་བྱས་ནས་ཨ་ནི་དེའི་སྔོན་འགྲོ་ལ་ཨ་ནི་འཁོར་བ་ལས་ངེས་པ་མྱོང་འདོད་ཀྱི་བསམ་པ་དང། ཨ་ནི་སྐྱེས་བུ་ཆུང་ངུ་དང་ཐུང་མོ་བའི་ལམ་གྱི་རིམ་པ་དེ་ཚོ་ཡོད་ཡོད་མ་ཡིན་དུས་གང་ལ་ད་ལམ་གྱི་རིམ་པ།

ཁོ་རང་གི་མཚན་ལ་ཡང་སྟོན་པ་ཟེར་ལ་དགོས་ཏེ་དཔེའི་གོ་རྒྱུ་ཆེན་པོ་ཡོད་གསུངས་ཏོ། ག་རེ་རེད་ཟེར་ན་འབྲས་མོའི་རྒྱུད་ལ་བཏགས་པ་རེད་ཟེར། འབྲས་བུ་ཨ་ནེ་པའི་བདེན་བཞི་བླང་དོར་ཕྱིན་ཅི་མ་ལོག་པ་སྟོན་ཐུབ་ངེས་ཀྱི་སྟོན་པ་དེ་ཆགས་པ་ལ་རྒྱུ་ག་རེ་རེད། རྒྱུ་ཨ་ནེ་པའི་ཨ་ལ་སོགས་བསམ་པ་སྙིང་རྗེ་ཆེན་པོས་དྲངས་པའི། ཨ་ནི་སྦྱོར་བ་བདག་མེད་རྟོགས་པའི་ཤེས་རབ་ལ་ཨ་ནི་དགོངས་པ་མཐར་ཕྱིན་པ་ཅིག། གོང་གི་དོན་ལ་གསང་སྣང་མཐའ་རྡོ་གྲུབ་ཚང་ངེས་ཀྱི་འགོག་གི་རེད། ཨོ་དེ་ཅི་འདི་དེ་ནི། ཨ་ད། ཤེས་རབ་ཀྱི་མྱང་གནས་ད་སྦྱོར་བ་བདག་མེད་རྟོགས་པའི་ཤེས་རབ་དེ་ལ་དེ་ནི་སྟོན་པ་ཞེས་མིང་བཏགས་ཏེ་པའི་རྒྱུ་མཚན་ཁྱད་པར་ཅན་གྱི་ཡོད་གསུངས་འདུག་ད་ང་རང་ཚོ་ནང་མ་སངས་རྒྱས་པའི་སྟོན་པ་དེ་ལ་དངོས་གནས་པས། བདག་མེད་པར་རྟོགས་པའི་ཤེས་རབ་སྙིང་རྗེས་ཟིན་པའི་བདག་མེད་རྟོགས་པའི་ཤེས་རབ་གོམས་པ་ཐ་མལ་དེ་ཕལ་ཏེ་ཇོ་གི་སྟོན་པ་གྱིས་སྨྲས་ན། ཨ་རང་བྱུང་གི་སྟོན་པ་འདྲི་གི་ཡོད་མ་རེད་བ་བོ་དེ་ཡིན་ཚར་ཁོ་འབྲས་བུའི་མིང་དེ་བརྗོད་ལ་བཏགས་པ་ཡིན། བདག་མེད་རྟོགས་པའི་ཤེས་རབ་ལ་སྟོན་པ་ཟེར་ནས་ཨོ་ཏེའུ་ཟེར་ནས། དང་དེ་གའི། ད་ཐང་ཅིག་བརྩེ་བ་སྙིང་རྗེ་ཆེན་པོ་དང་པོའི་སྤྲུལ་སྐྱེས་རེད་དེ་གའི་དེ་ནི་ཐེག་ཆེན་ཚོགས་ལམ་རེད། འོ་དེ་ཚོ་ཚོགས་ལམ་གི་སྐོར་དེ་ཚོ་ཡོང་དེ་ཤོག་རེད་ད་འདི་ནས་ཡང་ད་སྦྱོར་ལམ། ཐོག་མ་དེ་ནས་འོ་ལགས་སོ་བདག་མེད་དོན་གྱི་ཚུལ་གྱིས་རྟོགས་པས་ནི་ལྷག་མཐོང། ད་སྦྱོར་བའི་ལམ་ད་དེར་བ་དེ་ཡིན་ད་སྦྱོར་བ་ད་མེད། ད་ཡིན་ན་དེས་སྦྱོར་བ་བདག་མེད་རྟོགས་པའི་ཤེས་རབ་དངོས་དེ། རྟགས་རྣམ་པར་མི་རྟོག་པའི་ཤེས་བྱེད་ཡིན་ནི་དེ་ཉིད་དོན་ལ་བར་ཆད་མེད་ལ་ནི། ཤ་ཁུ་ཁུ་ཡོད་རེད་བ། ཨོ་དེ་དེ་ཡིན་ཙང་ནི། ཨོ་ལ་སོ་དང་འགྲོ་ལ་ཕན་བྱེད་པ་སྟོན་པ། ཨོ་དེ་ནས་ད་དེ་ལྟ་བའི་དེ་ནས་འགྲོ་ལ་ཕན་བྱེད་པའི་དེ་ནས་ཐབས་དང། སྟོན་པ་བདག་མེད་ཐུབ་པའི་ཤེས་རབ་ཀྱིས་ཤེས་རབ་ད་ཐབས་ཤེས་ཀྱི་པའི། ཟབ་རྒྱས་ཀྱི་ལམ་གཉིས་བཀའ་དག་པའི་རིགས་པའི་ལམ་ནི་ཡོངས་གོ་དོའོ་ཟབ་རྒྱས་ཀྱི་ལམ་གཉིས་དེ་ལྟ་སྟེ་བ་སྤྱི་བོའི་ལམ་གྱི་གཙོ་བོ་དེ་ཉིད་རོ་ད་དེ་ཉིད་ནང་ན་མ་འདུས་པའི་ལམ་ཡང་མ་རེ་བ། དེ་ཡིན་ད་དེ་ནི་པའི་ཀུན་རྫོབ་བདེན་གཉིས་ཤོང་ཡང་བཀའ་བབས་རྗེས་བརྗོད་པ་ངང་པའི་རྒྱལ་པོ་དེ་ནི་སྤྱི་བོའི་ངང་པ་ཡིན་དུས་འདི་དག་ནི་དགེ་བའི་ཀློང་གི་ཤུགས་སྟོབས་ཀྱིས་རྒྱལ་བའི་ཡོན་ཏན་རྒྱ་མཚོ་ཕ་རོལ་མཆོག་ཏུ་འགྲོ། གསུང་བ་ནང་བཞིན་གྱི་ཨ་ནི་ད་དེ་ལྟ་བའི་ཐབས་ཤེས་ཀྱི། སེམས་ཉིད་དེ་གོམས་པ་ཐ་མལ་དུ་འཕེལ་བར་དགོངས་འདུག་གང་ལགས་ནི་ཞེས་ནི་ད་བ་ལ་སོགས་དེ་ནས། སྤངས་པ། ནས་བདེ་གཤེགས་དེའི་མགོ་ར་ད་བདེ་བར་བཤིག་པ་ཟད་དེ། དེ་རྡོ་རྗེ་གསུམ་པ་བདེ་གཤེགས་དེའང་དེ་ཡིན་ད་སྟོན་པ་བདེ་གཤེགས། ད་བདེ་གཤེགས་དེ་ག་རེ་ཟེར་ན། ཨ་ནི་གཙོ་བོ་ག་རེ་ཟེར་བར་ཟད་ད། བྱང་ཆུབ་ཀྱི་སེམས་འདུན་པ་གཉིས་ལྡན་ཡོད་རེད་བ་འདུན་པ་གཉིས་ལྡན་གྱི་ཨ་ནི་རྫོགས་བྱང་དོན་གཉིས་ཀྱི་འདུན་པའི་དམིགས་ཡུལ་དེ་ད་བདེ་གཤེགས་དེ་བྱ་བ་རེད། ཨོ་ལ་སོ། དེ་ནི་གཞན་དོན་དོན་གཉིས་ཀྱི་འདུན་པའི་དམིགས་ཡུལ་དེ་དེ་ནི་སྐྱོབ་པར་བྱ་གི་ཡོད་རེད་བ། ཨོ་དུས་སུ་སྐྱེ་དུས་ག་ལ་སྐྱེ་དང། ང་རང་ཚོ་འདུན་པ་གཉིས་ཀྱི་དམིགས་ཡུལ་འཁྲུལ་པའི་དབང་དུ་བཏང་ན། དང་པོ་རྫོགས་བྱང་དོན་གཉིས་ཀྱི་འདུན་པའི་དམིགས་ཡུལ་འཁྲུལ་དགོས་རེད་དེ་ལ་བརྟེན་ནས་གཞི་འདོད་དོན་གཉིས་ཀྱི་འདུན་པའི་དམིགས་ཡུལ་འགྲུབ་དགོས་རེད་གསུངས་ར། ཨོ་དེ་ནང་བཞིན་བྱེད་བྱས་ནས་ད་བདེ་གཤེགས་དེ་གྲོལ་བྱེད་གསུམ་པ་དེ་ཨང་རེད། ད་བདེ་གཤེགས་དེ་ལ་སྤྱི་དང་སྤངས་པ་བདེ་གཤེགས་དང་ནི་རྟོགས་པ་བདེ་གཤེགས་གཉིས་ཡོད་ར། དེ་ཡིན་ད་ལྟ་ལུང་སྦྱོང་གི་སྐབས་སུ་དེ་ནི་གཙོ་བོ་འབྲས་བུ་འབྱུང་རུང་འཁྲུལ་པ་ཡིན་ས་ནི་ཁོ་རང་བཞིན་བརྟག་བྱ་དགོས་དུས། ཨ་ནི་ཨོ་ལ་སོགས་སྤངས་པ་བདེ་གཤེགས་བཞག་ན་འགྲིག་ཡོད་རེད། པའོ་ལ་སོགས་ལེགས་པར་སྤངས་པ་མ་ལུས་པ་སྤངས་པ་ཟེར་ཏེ་ནི་ལེགས་པར་སྤངས་པའོ། སྤངས་པར་བྱེད་པ་རྒྱུ་སྤང་ཡོན་ཏན་གསུམ་བདེ་གཤེགས་ཡིན་གསུང་ར་བའོ། དེ་ཡིན་ཏེ་ལེགས་པར་སྤངས་པའོ། ཨ་ནི་ཕྱིར་མི་ལྡོག་པ་སྤངས་པའོ། ཨ་ནི་མ་ལུས་པ་སྤངས་པའོ་ད་དེ་སྔ་ལ་སོགས། པའོ་ལ་སོགས་ཕྱི་རོལ་པའི་ནི་ཅིག་སྤང་བྱ་སྤང་ཐང་གི་ཅིག་ཕྱེད་པར་ཤེས་བདེ་བ་དེ་སོགས་ལས་བྱེད་པ་ནི་སྤངས་པ་དེ་ལ་ནི་ལེགས་པར་སྤངས་པའོ། འོག་ལ་སོགས་འཁོར་བའི་རྩ་བ་བདག་མེད་པར་རྟོགས་པའི་ཤེས་རབ་ནི་འཛིན་སྟོང་སུན། ཤེས་རབ་ཀྱི་ཡང་ནི་སྦས། འཁོར་བའི་རྩ་བའི་དེ་ནི་སྦས། འོག་ལ་སོགས་འཛིན་སྟོང་སུན་འབྱིན་པའི་སྒོ་ནས་སྤོང། འདོད་ནི་ལེགས་པར་སྤོང་བའང་སོ། ས་བོན་དུ་བསྐྱེད་པ་སྤོང་ཡང་མགོ་བརྩམ་རོ། དེ་ནི་དེའང་དེ་ནི་ནང་པའི་ལམ་ཡིན་ན་སྐུ་འབྱུང་གཞུག་ལྟ་བུ་གིས་སྤོང་པ་ལྟ་བུ་མ་ཡིན་པ། ཨ་ནི་ཕྱིར་མི་ལྡོག་པར་སྤོང་པ། དེ་ནི་ཉན་རང་དགྲ་བཅོམ་པའི་སྤངས་པ་ལྟ་བ་མ་ཡིན་པ་ནི་མ་བསླད་པ་སྤངས་པ། སྐྱོན་གྱི་རིགས་མཐའ་དག་སྤངས་སོ་བ་འགལ་བ་དེ་འདྲ་གི་དག་བདེ་གཤེགས་དེ་ཀོ་བའི་རོ། དེ་དག་སྟོན་པ་བདེ་གཤེགས་དག་སྐྱོབ་པ་ཟེར་བ་དེ། བ་ལ་སོ། ད་གཙོ་བོ་དེ་ཆ་དེ་ཞོ་རེ་ད་འགྲོ་བ་སེམས་ཅན་ཐམས་ཅད་བདེན་བཞི་ལམ་དུ། དངོས་སུ་སྐྱོབ་འོང་དུས་དག་བདེ་གཤེགས་སྔོན་དུ་སོང་ནས་རག་བདེ་གཤེགས་སྔོན་དུ་སོང་ནས།

ད་དེ་ལ་ཐུགས་སུ་བཀོད་ལ་ཉམས་ལེན་གྱི་རིམ་པ་ཐུགས་སུ་རེ་རྩེ་བ་སྙིང་རྗེ་ཆེན་པོ་སྔོན་དུ་བཏང་ནས་སྦྱོར་བ་བདག་མེད་རྟོགས་པའི་ཤེས་རབ་དེ་ལ་བརྟེན་ནས་བདེ་བར་གཤེགས་པ་མངོན་དུ་བྱས་ནས་དེ་ནས་གཞན་ནི་སེམས་ཅན་ལ་སྟོན་པ་ཆོས་སྟོན་པའི་སྟོན་པ་ཚད་མ་དེ་ཕྱག་གི་རེ། གསོབ་གསོབ་བྱས་ནས་ཞག་བདེ་བ་མ་ཡིན་པ་ད་ཐུགས་སུ་གང་ག་ལ་རིག་པའི་སྒྲུབ་ར་ཚད་མ་སྣང་འདྲ་ག་ཚོད། དེ་ལྟར་དང་པོ་འཁོར་བ་ནས་ནི་རྩེ་བ་སྙིང་རྗེ་ཆེན་པོ་རིག་པའི་སྒྲུབ་མགོ་བཟླ། དེ་ནི་བརྩེ་བ་སྙིང་རྗེ་ཅན་པོ་དག་རིག་པའི་སྒྲུང་འོང་དུས་དེ་ནི་ག་རེ་ཆགས་ཡོད་རེད་ཟེར་ན་ད་དེའི་དོགས་པ་ག་རེ་ལས་ཡོད་རེད་ཟེར་ན། ད་ཁྱེད་རང་གིས་ད་སྟོན་པ་ཚད་མ་དེ་ཞེས་པ་ཅིག་བཤད་ནས་དེ་ལ་དེ་ནི་ཐུགས་བརྩེ་བ་ཞེས་པ་ཅིག་ཡོད་པ། སེམས་ཅན་ཐམས་ཅད་ལ་མ་བུ་གཅིག་པ་ལྟ་བུའི་དེ་ནི་བརྩེ་བ་བས། དགོངས་པ་མཐའ་མེད་དུ་འཕེལ་ཏེ་འཇུག་གི་བརྩེ་བ། ཉེ་རིང་ཆ་སྟོན་ཁ་མཁས་མེད་མཁན་གཅིག་གིས་དེ་འདྲ་གི་བརྩེ་བ་ཅིག་ཡོད་རེད་ཟེར་ཙན་དན་ལྡེ་ཧུད་མཚུངས་པ་ལ་ཟེར། ལྟེ་ཧུད་མཚུངས་པ་ལ་ཟེར་བ་དེ་འདྲ་གི་བརྩེ་དེ་འདྲའི་བརྩེ་བ་ཅིག་ཡོད་ཟེར་ནས་ཁྱོད་ཀྱིས་ལབ་ཀྱི་འདུག་དེ་འདྲ་གི་བརྩེ་བ་དེ་གཙང་སྙིང་ནས་ཡོང་ཡ་མི་འདུག་ཟེར་ཚེ་རྩོད་པ་རྒྱང་དུ་ག་ལ་དེས་དེ་འདྲའི་བརྩེ་བ་དེ། མི་ཚེ་གཅིག་ལ་དཀའ་ལས་རྒྱག་ནས་དེས་བརྩེ་བ་དེ་བཟོ་ཐུབ་མ་རེད་བ་དེ་ནི་བརྩེ་བ་བརྩེ་བ་གོམ་པ་ཐ་མལ་དེ་བས་ཐལ་བ་དེ་ཀྱིས་ངོ་མ་རེད་མི་ཚེ་གཅིག་ལ་དཀའ་ལས་རྒྱག་ནས་ཡོང་མ་རེད་བ། ཀྱི་སྐྱེ་བ་མང་པོ་ཞི་བ་གཅིག་ལ་རྒྱུན་རིང་མང་པོ་གཅིག་ལ་བརྒྱུད་ནས་ག་ལེར་རྒྱག་གོ་གི་ཡོད་ས་རེད་བ་དེ་གོ་གི་ཡོད་ས་རེད་དེ་སྐྱེ་བ་ཕྱི་མ་ནས་ཡོག་མ་རེད་བ་ཟེར་གོ་ཨོ། གོམ་པ་ཐ་མའི་དེ་བོད་ཨ་རི་བ་ཐེག་གི་མ་རེད་སྐྱེ་བ་སྔ་ཕྱི་ཡོག་མ་རེད་བ་ཟེར་བ་ཐུགས་གཟིགས་བྱས་ནས། དེ་ཡིན་ཚེ་སྐྱེ་བ་སྔ་ཕྱི་མེད་ཡིན་ཚ་རྒྱུན་རིང་མང་པོ་བསམ་བློ་གཏོང་ས་ཅིག་མི་འདུག་མི་ཚེ་གཅིག་ལ་ག་ལེར་རྒྱག་དགོས་མི་ཚེ་གཅིག་ལ་ག་ལེར་རྒྱག་དགོས་ན་དེ་འདྲའི་ཅིག་བཟོ་ཐུབ་མ་རེད་དེ་ཡིན་ཚ་ཚེ་སྲོག་གོམ་པ་ཟད་དེ་རྩ་གཉིས་ནས་ཡོང་ཡག་ཡོག་མ་རེད་ཟེར་ནས་ཨ་ཐུགས་རྗེ་ཆེ་ནས་ད་དོ་པ་དེ་བཀོད་འོང་རེ་བའོ་དེ་ལན་དེ་ལ་ད་བརྩེ་སོང། གོམ་པ་ཐ་མལ་དུ་འཕེལ་བ་ཟེར་བ་དེ་མི་ཚེ་སྐྱེལ་བའི་དཀའ་ལས་ཀྱང་མ་རེད་སེ་གོ། སྐྱེ་བ་ཚེ་རབས་མང་པོ་སྐྱེལ་ལ་གོང་ནས་ལས་དག་པའི་སྐྱེ་བ་ལྔ་བརྒྱ་མ་དག་པའི་སྐྱེ་བ་ལྔ་བརྒྱ་བཞེས་བྱས་ནས་དེ་ནས་བས་སྐྱེ་བ་སྟོང་ཕྲག་གི་རིང་ལ་བརྩེ་བ་སྙིང་རྗེ་ཆེན་པོ་གོང་ནས་ད་ང་རང་འཚོ་བ་སྤྱི་ཡི་ཤ་ཁྲག་དང་འཚོ་བ་ཡོངས་སུ་གཏོང་རྒྱུ་ནི་ཡན་ལག་ཉིང་ལག་དུ་དབང་ཡིན་ཆུ་ཚོད་རྣམ་པར་འཕེལ་རྒྱུ་བུ་དང་བུ་མོ་ཆུང་མ་དང་ནོར་དང་གླང་ཆེན་ཤིང་སྟག་དང་རིན་ཆེན་ཆང་བཅུད་ཆེ་གཏོང་བས།

རྟག་པར་རང་བྱུང་གི་མཚན་མ་མ་རེད་མཚན་མ་བསྒྱུར་དགོས་རེད་ཟེར་མཐའ་ཞིག་གིས་ལར་ནས་གོང་ནས་མཚན་མ་བསྒྱུར་དགོས་རེད་མ་གཏོགས་རང་བྱུང་གི་མཚན་མ་ཡོང་ཡ་ཡོད་མ་རེད་ཟེར་དུས་དབང་ཕྱུག་རྟག་པར་དགག་པ་དེ་ཚིག་ལན་ལེགས་འོང་རོགས། ཨོ་དེ་ཞུ་བ་ལ་བྱས་ད་ལྟ་ཉིན་བྱེད་གོམ་པ་ཐ་མལ་གྱི་བོད་མ་དམ་པོ་འགྲུལ་བྱེད་སྟོན་འོང་དུས་འགྲུལ་བྱེད་ཐུགས་རྗེ་གོམས་ལེ་ཐེ། ཟེར་བ་ཐུགས་གསུང་རོགས།

དཔེར་ན། གོམ་པ་ཐག་མེད་དེ་འཕེལ་ཡ་ལ་འཕེལ་བའི་ཆོས་འདྲ་དེ་རྩ་ནས་མ་ཟིན་པའི་བཟོ་འདྲ་བྱས་ནས། དཔེ་རྩ་ནས་མེད་མཁན་གྱི་དཔེར་ན་བདག་འདྲ་རང་ལ་བརྩེ་བ་དེས་ཀྱང་ཆུ་འཇོག་ཆུ་བཏུང་གཉེན་གྱིས་ཆགས་མི་ཕོད་ཟེར་ནས། ང་རང་ཚོ་འཇིག་རྟེན་གྱི་ཁམས་འདི་དག་བརྩེ་བ་ཟེར་ཡ་དེ་སོ་སོས་སོ་སོ་ལ་བརྩེ་བ་དེ་ལས་ཆེས་ཟེར་གི་ད་བརྩེ་བ་ཡོད་མ་རེད་པ་ད། ཇི་ལྟར། ཏདྱ། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་འགྲོ་བ་སེམས་ཅན་རེས་སུ་མ་བགྱིས་པ་ལ་བརྩེ་བ་དེ། ང་རང་སོགས་ཀྱི་རྒྱུད་ཀྱི་སོ་སོའི་སོ་སོར་གྱི་བརྩེ་བ་དེ་ལས་ཀྱང་བརྒྱད་འགྱུར་སྟོང་འགྱུར་ལས་དེ་འདྲི་ལགས་པར་བགྱི་རེ་ཟེར་དེ་ནས། སངས་རྒྱས་ཀྱིས་བརྩེ་བ་དེ། དེ་འདྲི་ལགས་ཀྱི་ཡོད་རེ་ཟེར་ད་ཁྱེད་རང་སོགས་ཀྱིས་དེ་ལ་ཡང་འདི་ལྟ་སྟེ། དེ་འདྲི་གི་བརྩེ་བ་དེ་གོམས་པ་ཐ་མལ་དེ་ཕལ་ཁ་ལས་ཁ་པོ་ཞེ་པོ་བགྱི་རེ་ཟེར་པས་ན་ག་རེ་ཟེར་ན། མཆོང་རྒྱ་རྒྱ་ཡང་འདྲ་བ་གཅིག་ཡིན་ན་ཁོ་ད་གང་སའི་གོམ་པ་ལ་འཕེན་སོང་ན་ཡང་མི་གཅིག་གིས་མཆོང་རྒྱ་རྒྱག་ནས་ཀི་ལོ་མི་ཏྲ་སིག་བུར་ར་ད་དཔའ་ཚད་མང་པོ་མཆོང་འགྲོ་ཡ་ཡོང་མ་རེད་བ་སེ་ཁོ་གང་སའི་གོམ་སོང་ན་དེ་ནས་ད་ད་འདིའི་ཕ་ཐོ་མ་ཐོ་མཆོང་ཐུབ་གི་མི་འདུག་ཟེར་ཡ་གཅིག་གིས། དེ་འདྲའི་རྩ་བ་ཉིད་ནས་གོམ་པ་མཐའ་མེད་རེ་སྤེལ་རྒྱུ་གཅིག་མེད་རེད་ཟེར། གཅིག་ནས། གཉིས་ནས། ཁ་ཟས་གང་གང་གང་གང་གང་བྱས་སོང་ན་ཁོ་ག་ལེར་རེད། གཞི་རྟེན་ཁོ་རང་བརླག་འགྲོ་གི་རེད་མ་གཏོགས་ཁྱོད་མཐའ་མེད་དུ་འཕེལ་ཡ་ཡོད་མ་རེད་ཁྱོད་མཐའ་མེད་དུ་འཕེལ་བ་དེ། ཟེར་བ་དེ་བཀའ་ཁྱེད་གྲངས་མེད་གསུངས་རེད་ལ་མཐའ་མེད་དུ་འཕེལ་བསྡད་ཅེས་བཤད་ཀྱི་འདུག་བ་ཟེར། གོམ་པ་ཞི་བ་རྒྱག་པ་དེ་འོན་ཡ་ཡོད་མ་རེད་དཔེར་ན་ཁ་རས་ཟེར་ན་ཆུ་འདྲ་བོ་ཅིག་ཆགས་བཤད་ན་ཡང། བསྐུས་བསྐུས་བསྐུས་བསྐུས་བྱས་ན་ཚ་བོ་རེ་ཡག་གི་ཅིག་ཁྱེད་དེ་བསྐུས་དང་བསྐུས་ག་ཟས་མ་བསྐུས་བསྐུས་པ་བསྐུས་ནས་དེ་བྱས་སོང་ན་ཁྱོད་ཁ་རང་གང་ཚང་ཟེར་དུ་ངོ་བོ་ཁོ་རང་འཇིག་ནས་བརླག་འགྲོ་གི་རེད་བ་ཟེར། ཚ་བ་མཐའ་མེད་དུ་འཕེལ་འདྲ་ག་གེ་མི་འགྲོ་བ་དེ་ནི་ཁོ་རང་བསྟེན་ཁོ་རང་བརླག་འགྲོ་གི་རེད་བ་ཟེར་ལ་ནི། ཨ་ཏི་ཏི་སྐྱོན་ཉིད་དུ་བསྟེན་འོང་འགྲོ་བ་དང། ད་ཏི་སྐྱོན་ཉིད་དུ་བསྟེན་འོང་དུས་ད་དེ་ལ་ལན་བརྒྱབ་འོང་འདོད་ནི་ག་རེ་ཟེར་ན། སེམས་ཀྱི་ཡོན་ཏན་དང་ཕྱི་ལོག་གི་ཡོན་ཏན་ག་རེ་ཟེར་ན་འོ་ལ་སོ་འབྱུང་བའི་འགྲོ་སྟངས་གཉིས་དེ་འདྲ་གི་མ་རེད་ཟེར་ད་ལན་བརྒྱབ་དགོས་རེད་བ། རྩེ་སོགས་གོམས་པ་ཟེར་བ་དེ་སེམས་ཀྱི་སྟེང་ནས་རེད།